ང་ཚོའི་སྒྲ་ཕྱི་བཤོལ་དེ་སྒྲ་ཕྱི་སྒྲ་དེ་ཕྱི་རོལ་ལ་ཡོད་མོད་སྒྲ་དེ་ང་རང་ཚོ་རང་གི་སེམས་རྒྱུད་ནང་ན་ཡོད་པས་ཨེ་ནི་ཆགས་སྡང་རྨོངས་གསུམ་རང་གཅེས་འཛིན་ལ་བརྟེན་ནས་བྱུང་བའི་ཆགས་སྡང་རྨོངས་གསུམ་ཟད་དེ་ཡོད་ན། ཨེ་ནི་དེ་ལ་བརྟེན་ནས་མི་འདོད་པ་ཐམས་ཅད་ཡོང་གི་ཡོད་འདུག་ཙང་ནི་དེ་ལ་ཡང་ཁ་བརྡའི་བཅའ་བྱེད་གང་དག་དེ་མ་གཅིག་འཇོམས་ཡག་གི་ཐབས་ཤེས་ཡོད་དགུ་ཙང་རུ་བྱེད་དགོས་ཡག་དེ་ད་དཔེ་གལ་གལ་ཆེན་པོ་རེད་དེ་ཡིན་དུས་ཙང་ནི་དེ་བྱེད་དགོས་གི་ཡོད་རེད་དེ་བཞིན་དུ་ཨེ་ནི་ང་ཚོ་ཚང་མ་ལོག་བདེ་སྐྱིད་སྡོད་གི་ཡོད་རེད། བདེ་སྐྱིད་ཡོང་ཡག་གི་ཆེད་དུ་ཡིན་དེ་སྨོན་ལམ་རྒྱབ་གི་ཡོད་རེད་རིམ་གྲོ་སྒྲུབ་གི་ཡོད་རེད་དེ་འདྲ་གང་ཡང་བྱེད་གི་ཡོད་རེད་དེ་ཚོ་ཚང་མ་མི་གལ་ཆེན་པོ་ཞེ་དྲག་རེད་དེ་ཡིན་ནའི་གཙོ་བོ་དེ་བདེ་སྐྱིད་དེ་གང་འདྲ་ཞིག་ནས་ཡོང་གི་ཡོད་རེད་ཟེར་ལབ་ཡིན་ན་བདེ་སྐྱིད་དེ་ཡང་ལྷ་དང་ཀླུ་ལ་སོགས་པ་དེ་འདྲ་གི་ཆོས་དྲུག་ལ་བརྟེན་ནས་བྱུང་བ་མ་རེད་བདེ་སྐྱིད་ཟེར་ཡ་དེ་ཡང་ང་རང་ཚོ་སོ་སོ་གི་པའི་ལས་བཟང་པོ་བསགས་པ་ལ་བརྟེན་ནས་དེ་ལྟར་མ་ཆགས་ཞེ་སྡང་གཏི་མུག་མེད་དེ་བཞི་ལས་ནི་རྒྱལ་བའོ་ཞེས་གསུངས་པ་རེད་ཅེས་རྩ་འདི་འདྲའི་ཡོན་ཏན་སྦྱར་ནས་ཆགས་སྡང་རྨོངས་གསུམ་དང་མ་འདྲེས་པའི་ཨེ་ནི་ལས། ཅེས་བྱམས་པ་དང་བརྩེ་བ་དང་བཟོད་བསྲན་དང་མ་དག་དེ་འདྲས་ལ་བརྟེན་ནས་ཨེ་ནི་ལས་བཟང་པོ་བྱུང་བ་ཡིན་པས་ལས་བཟང་པོ་ལ་བརྟེན་ནས་ཨེ་ནི་ཅིག་ལུས་ལུས་བདེ་བ་དང་སེམས་བདེ་བ་དང་ལ་སོགས་པ། བསམ་པའི་རེ་བ་བསྒྲུབ་པ་ལ་སོགས་པ། བྱ་བ་ལམ་འགྲོ་ཡོད་པ་ལ་སོགས་པ་མདོར་ན་ཅིག་ལེགས་ཚོགས་ཐམས་ཅད་དེ་ནི་ལས་བཟང་པོ་བསགས་པ་ལ་བརྟེན་ནས་བྱུང་བ་ཡིན་པར་ཆེ་ཚང་འདྲེ་ཡིན་དུས་ཚོད་ནས་ང་རང་ཚོས་ལས་བཟང་པོ་བསགས་ཡ་དེ་དཔེ་གལ་ཆེན་པོ་ཞེ་དྲག་རེད་འདུག་ཡོད་རེད། དེ་འདྲ་ཡིན་དུས་ཚོད་ནས་ཨེ་ནི་ལས་བཟང་པོ་བསགས་ཡ་ལ་ཡ་ད་ག་འདྲ་བྱེད་བར་སླ་བ་ཡིན་ན་འོན་ད་ཅིག་གསུངས་ཞུས་པ་ནང་བཞིན། སྡིག་པའི་ཉེས་དམིགས་དང། དགེ་བའི་ཕན་ཡོན།

གང་ཡིན་ཟེར་ན་གོམས་ན་སླ་བར་མི་འགྱུར་བའི་དངོས་དེ་གང་ཡང་ཡོད་མ་ཡིན་ཁོ་གོམས་བསྡད་ན་རིམ་པས་རིམ་པས་གོམས་བསྡད་ན་ནི་ག་རིལ་ག་རིལ་ལས་བྱས་ནས་ཡོང་ཡོང་གི་ཡོད་རེད་སངས་རྒྱས་དང་ཞི་འཇུ་སེམས་དཔའ་བསམ་གྱིས་མི་ཁྱབ་པ་བྱུང་བསྡད་པ་དེ་རྗེས་དང་པོ་ད་སོ་སོའི་རྒྱལ་བ་ང་རང་ཚོ་དང་འདྲ་པོ་རྐྱང་རྐྱང་ཡིན་པ་རེད་ཡིན་ན་ཡང་ཨེ་ནི་ཁོང་རྣམ་པས་དེ་མིན་གང་ཚོ་རེད་ལམ་ལ་ཡར་ཞུགས་བྱས་ཨེ་ནི་ཅིག།

སེམས་ཅན་ཡིན་པ་དང་དེའི་ནང་ནས་འགྲོ་བ་མི་ཡིན་པའི་ཆ་ནས་ད་གང་དང་ཡང་མི་རྩི་སྟེ་དོན་དང་ལྡན་པ་བྱེད་དགོས་པ་དེ་གལ་ཆེན་པོ་ཅི་རང་རེད་དེ་ཡོད་རེད་མི་རྩི་དོན་དང་ལྡན་པ་བྱེད་དེ་གང་འདྲ་ཞིག་བྱེད་དགོས་ཟེར་ལབ་པ་ཡིན་ན་ཨེ་ནི། ཚེ་འདི་ལ་ཡིན་ན་ཡང་སོ་སོ་ཡིན་ན་ཡང་སྐྱིད་པ་གཞན་ལ་ཡིན་ན་ཡང་ཕན་པ་རང་གཞན་ཚང་མ་ལོག་ལ་ཡང་བདེ་སྐྱིད་བྱུང་ཡག་ཅིག་བྱུང་བ་ཡིན་ན་ཨེ་འདི་ལྟ་བུ་ནི་མི་རྩི་དོན་དང་ལྡན་པ་བྱུང་བ་རེད་དེ་ལྟར་མ་ཡིན་པ་ཅི་སོ་སོ་ཡིན་ནའི་མ་བརྒྱུད་པའི་མི་གཞན་ལ་ཡིན་ནའི་གནོད་ཡ། དེ་འདྲ་ཞིག་བྱས་པ་ཡིན་ན་སྟེ་མགོན་དང་གྲངས་ལྡན་པའི་མི་ཚེ་འདི་པའི་ཕུང་ལ་སྦྱོར། བྱས་ཙང་དེ་འདྲ་ཡིན་དུས་ཙམ་དེ་འདྲས་སུ་མ་སོང་བ་ཅིག་གིས་ནི། མི་ཚེ་འདི་དོན་དང་ལྡན་པ་ཅིག་བྱེད་དགོས་ཡ་དེ་པས་གལ་ཆེན་པོ་ཡིན་པ་རེད། དེ་འདྲ་ཡིན་དུས་ཙམ་ནི་ད་ང་ཚོ་དུས་དང་རྣམ་པ་རྒྱུན་དུ་མ་ཤི་ཅི་དང

བདེ་སྐྱིད་འདོད་པ་ཡིན་ན་བདེ་སྐྱིད་ཀྱི་རྒྱུ་སྒྲུབ་དགོས་རེད། རྒྱུ་མེད་པ་ལ་བརྟེན་ནས་འབྲས་བུ་ཡོང་ཐུབ་ཡ་ཡོད་མ་རེད་དེ་འདྲ་ཡིན་དུས་ཙང་ནས་ཨེ་ནས་ག་ཞོ་བོ་རོ་དང། སྡུག་བསྔལ་གྱི་རྒྱུ་མི་དགེ་བ་ཟེར་ཡ་དེ་ད་དངོས་ནས་སྐྱོན་ཆེན་པོ་ཡིན་པ།

ཁ་ཕྱིར་ཕྱི་ལོག་གི་རྒྱུ་རྐྱེན་རྟེན་འབྲེལ་རྟོག་སྲིད་ལྟ་སྲིད་ད་ཡོད་ཀྱི་རེད་དེ་ཡིན་ན་ཡང་གཙོ་བོ་མི་འདོད་པ་ཡོང་ཡ་དེ་རང་གི་རང་གི་རང་རྒྱུད་ལ་ཡོད་པའི་ཉོན་མོངས་པ་དེའི་དྲངས་པའི་ཨེ་ནི་ལས་ངན་པ། དེ་ལ་བརྟེན་ནས་ཨེ་ནི། སྡུག་བསྔལ་མཐའ་དག་ཡོང་གི་ཡོད་རེད་ད་དེ་འདྲ་ཡིན་དུས་ད་སྡུག་བསྔལ་ཟེར་ཡ་དེ་ང་ཚོ་ཡིན་གཅིག་མིན་གཅིག་ད་སྤོང་དགོས་ཡ་སྡུག་བསྔལ་ཟེར་ཡ་དེ་མེད་དགོས་ཡ་ཞིག